སོ། ཨཱ་ནི་ཏཱ་ད་རེ་དེ་ལ་ལྟོས་ཀྱི། གྲ་རྒྱས་ནང་ལ་ཕེབས་པའི་གི། ཨཱ་ནི། རྣམ་པ་སེལ་ངན་དུ་རྣམ་པ་ལྷན་སྐྱེས་ཚང་མ་ལོག་ལ་ངས། སྙིང་ཐག་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་སུ་ཞུ་ཡས་ཡིན། ཨཱ་ནི། དེ་དང་ད་ཕལ་ཆེར་ཚེ་བརྟན་བཀྲ་ཤིས་ལགས་ཀྱིས་ངའི་ལོ་རྒྱུས་སྐོར་དེ་སྲས་པོ་བཞི་པོ་ཅིག་བསྲུང་ཚར་སོང། དེ་ཡང་དམིགས་བསལ་ངས། མ་ང་རི་བོ་ཞུ་ཡས་ཕལ་ཆེའི་རི་བོ་མ་བསྡད་རེད་དེ་འདྲའི་རི་བོ་ཆགས་ཀྱི་འདུག་ཨ་ནི། ད་ཐེངས་ད། ངས་ད་རྣམ་པ་ལྷན་རྒྱས་ཚང་མ་ལོག་ལ་ཡ། ཨ་ནི་མ་ཤེས་པ་ལ་ཡ་ཅིག་ཤེས་འདོགས་རེ་བོ་བྱས། མཁས་པ་མི་སྣས་ཅིག་འདི་འདྲའི་རི་བོ་ཆེ་བྱས། ཚུལ་རི་བོ་ཆེ་ནི་འདི་འདྲའི་མང་པོ་བཤད་པ་ཡིན་ན་མི་གད་མོ་ཤོར་ཡ་རེད། ཁྱེད་ཚ་འདི་འདྲའི་རེད་ང་རེད་ཀྱི་ག་རེ་ཞུ་ཡ་ཡིན་ཟེར་ན་ཨ་ལེ་ངའི་དང་པོ་བསྡད་ཡ་ནི་ང་རང་ཚང་མ་ལོ། ད། བོད་ནས་ཚུར་སླེབས་ཚར་རྗེས་ལ་རེ་ག་རེ་ཡིན་ནི་མིན་ནས་ད་གང་ལྟར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཨ་ནི་བོད་གཞུང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་ནི་ང་རང་ཚོ་སྐྱིད་འཚོ་བ་འདྲ་བོ་དང་མཛོ་མོ་གླིང་འདིའི་སྒང་ལ་ཡར་བལྟས་ཚེ་ཐོན་རྒྱུ་ཡོང་བ་དང་མཐོང་རྒྱུ་ཡོད་པ་དང་འདི་སྐད་དུ་བྱུང་བ་རེད། འདི་སྐད་འདི་ངས་བཀའ་དྲིན་དྲན་པའི་སྒོ་ནས་ཨ་ནི་སོ་སོ་མི་ཚེའི་འདོད་ཡོན་འདི་ལས་ཡར་ད་ག་འདྲ་རེ་བ་བྱུང་ཨང་འོང་འདིའི་སྐོར་ལ་ངས་ཨ་ནི་མཐུན་རྐྱེན་དུ་ཞུ་གི་ཡིན། བཞུད་བཟང་ལྟ་ང་མ་ང་དེ་རྡ་རམ་ས་ལ་ལ་འཚར་ལོངས་བྱས་ཡོད་ཙང་ཨ་ནི་ང་ཚོའི་གི་རྡ་རམ་ས་ལ་ལ་བོད་གཞུང་སྡོད་སྒར་ནང་ལ་ང་ཚོ་འཚར་ལོངས་བྱས་པ་རེད་ཨ་ནི་ཞབས་བཞེས་ལ་སོགས་པ་དེ་རྒྱ་དེ་དེ་འདྲའི་ཆོས་རེད་དེའི་སྒང་ལ་ཨ་ནི་ང་ཚོའི་ལོས་སར་དང་དུས་དྲན་ཁག་ལ་ཡང་ཨ་ནི་མ་གལ་ང་རང་ཚོའི་བོད་མིའི་མཉམ་ལས་ཚོགས་པ་བྱེ་བ་རེད་ཁོང་ཚོ་ཨ་ནི་གཅིག་ང་ལྟུང་བྱས་ང་ཚོའི་ལྟོས་བཤད་དེ་ཚོ་ཞེ་བོ་ཅིག་ཡག་པོ་འཁྲབ་བྱས་ཨ་ནི་འདི་འདྲས་ཀྱི་མཐོང་བའི་ཉམས་མྱོང་དེ་ཤུགས་ཆེན་པོ་ཡོད་ཨ་ནི་དེ་དང་སྤྱིར་བཏང་ཚེ་སོ་སོའི་གི་ཅིག་གར་སོ་རེ་ད་གཟུགས་པོ་དང་འབྲེལ་བ་ཡོད་པ་ཁྲག་ནང་ལ་ཡར་གར་སོ་རེ་ཞབས་གཞས་ལ་བལྟས་ཚེ་དབྱིངས་ཡོད་པ་དེ་གཅིག་རེད་ཤག་དེ་རེད་ཨ་ནི་ད

གཞན་པ་དེ་ཚོ་མང་པོ་ཅི་ད་གར་ཞུགས་རེད། མི་རྒན་པ་དེ་ཚོ་ལ་དྲིས། འདི་འདྲས་བྱས་བྱས་ནི་འོང། གཞན་པ་འདྲ་པོ་དེ་འདྲས་ཆགས་སོང། ནི་ད་ང་འཚར་ལོངས་བྱེད་ས་དེ། ནི་བཀའ་དྲིན་ཅན་གྱི་བོད་གཞོན་སྡོད་ཁང་ནང་ལ་རེད། ཨ་ནི་ཕ་གའི་ཡར་ལྷོའི་ཐ་དད་བདེ་ཆེན་སྲུང་བ་ན་བཞིན་བྱས། ལོ་བཅུ་གཅིག་ཐ་ང་ཚོ་བོད་ཆོལ་ཁ་གསུམ་གྱི་ཞབས་གཞས་དང་ཨ་ནི་རོལ་ཆའི་རིགས་ལ་འདི་འདྲའི་ཆེ་ག་ཚོད་ཐུབ་ཐུབ་ཀྱིས་སློབ་སྦྱོང་བྱས། ཨ་ནི་ག་ལ་གང་འཚམ་གྱིས་ཤེས། འདི་འདྲའི་ཆེ་བྱུང་སོང། དེ་དང་ཨ་ནི་ཐ་དེ་མ་ཡིན་པའི་ང་ལོ་ཆུང་གི་སྐབས་ལ་ཡང་ས་ཁུལ་འདི་འདྲའི་གར་བཞུགས་བ་རེ་མང་པོ་ང་རང་ཚོའི་གཞིས་ཆགས་ཁག་དང། ད་བོད་པ་མང་པོ་འཛོམས་ས་འདི་ཀྱི་འདི་འདྲའི་མང་པོ་ལ་ཡང་རྒྱ་ཁྱབ་ཅིག་ང་ལས་ཐུག་ཡོད་མ་རེད་ཆ་ཚང་འདི་འདྲའི་ང་རང་ཚོའི་བོད་མིའི་ཁོངས་ནས་ལྷག་པར་དུ་ཨ་ནི་བླ་སྟོད་ཀྱི་གཞས་དང་འདི་འདྲའི་སྐོར་ལ་ཡང་མང་པོ་ཞིབ་པོ་ཅིག་མཁྱེན་མཁན་མང་པོ་ཡོད་ཀྱི་རེད་དེ་ཡིན་ནའི་ངས་ད་མང་པོ་ཅིག་ངས་ཚང་མ་ལོ་ངས་མཇལ་ཐུབ་ཐུབ་ཡོད་མ་རེད་ཆ་ཚང་འདི་འདྲའི་ཆ་ནས། ཨེ་ནི། ལོ་རྒྱུས་ཐོག་ལ་ཡང་མཁས་པ་ཚོའི་ཐོག་ལ་ཞི་དྲག་ཞི་དྲག་བྱེད་མཁན་མང་པོ་ཅིག་ཞུ་ཐུབ་ཡས་མི་འདུག། ཨེ་ནི། ད་ང་ཚོ་དེ་ང་རེད་འདུག། ཅིག་སྔ་མོའི་མི་དེ་རྒྱལ་དེའི་མཁས་པ་དེ་ཚོ་ག་འདྲའི་རིགས་ཀྱི་མཆན་ནས་དོ་སྣང་བྱས་པ་ཡིན་པས་ཟེར་ན་དཔེར་ན། ང་ཚོའི་དེ་འདྲ་སྤྱི་ཚོགས་ནང་ལ་ཡང་མི་རྒན་པ་ད་མང་ཆེ་ངས་དེ་འདྲ་མིང་འདྲེན་ཞུ་བས་དེ་རྒྱལ་དེ་དེའི་ཚར་རེད་ཨ་ནི། ར་ཇུ་བ། བུ་རྡོ་ལ་ཞུ་ངས་བརྗོད་ཁོ་རང་ལ་ཆེའི་རྩིས་དང་ཨ་མཐའ་ན་བཞིན་འགྲམ་གཉེན་དང། གསུང་སྐད་དང་ཚང་མ

ནུབ་ཀླུང་ཨ་ཁུ་ཉི་མ་རྡོ་རྗེ་སེང་གེ་མཆོག་འདི་ང་ཚོ་ཐོག་མར་བོད་ནས་གླེང་ནས་ཕ་གི་ལྗགས་སེར་ལ་བསྡད་དུས་ཙམ་པ་ནི་འོ་ཁོང་ཚོ་འདི་འདྲའི་ཞལ་ཕྲ་བོ་འདི་འདྲའི་ཏིས་ཏུ་སུ་གོ་མྱོང་ཡོད། ངོ་བོ་གཅིག་འདི་འདྲའི་རི་བོ་ཆགས་ཀྱི་འདུག། བྱས་ཙང་ད་ད་འདུག་ཨ་ནི་སྐྱེས་དམན་གྱི་ཐོག་ལ་ཡང་ཞབས་བཤད་དང་ཨ་ནི་ཆང་ལུད་ལེན་མཁན་དང་འདི་འདྲའི་མང་པོ་བྱོས་རེད་ད་ད་འདི་ང་རེ་མཐོང་བ་དང་གོ་བ་འདི་ལ་ཡང་ཁོ་ཚོའི་དར་ཧམ་ས་ལ་རང་ནས་རེག་ངེས་མ། ཨ་ནི་འབྲོང་ཆུང་ཨ་མ་བདེ་སྐྱིད་ལགས་ཞུ་མཁན་གཅིག་ཡོད་ཁོ་རང་མཉམ་དུ་ཨ་ནི་ཨ་ཅག་ལགས་དེ་འདྲ་མང་པོ་བྱེད་ཡོད་རེད། ཨ་ནི་ཁོ་རང་གི་བརྡའི་ཚར་རེད། ཞལ་བཞེས་ལ་དཔེ་ཐུགས་སྣང་ཚ་པོ་དང་ཞལ་གཟིགས་ལ་སོགས་པ་ཚང་མ་དུ་ཞལ་འདྲེན་གནང་ཡས་ཡོད་རེད། ཨ་ནི་ཁོ་རང་གི་རོགས་པ་ཨ་ཅག་ངག་དབང་སྒྲོལ་མ་ལ་ཞུ་ཡ་གཅིག་ཡོད། ཁོ་རང་ད་ལྟའི་བཞུགས་ཡོད་རེད་དེ་རིང་ཁ་སང་སྟོད་པ་སྐྱིད་སྡུག་ནང་ལ་ཞབས་ཕྱི་ལ་སོགས་པ་དུ་ཚོད་ལ་ཡ་ཐུག་ཁུར་ཆེན་པོ་གནང་གི་འདུག་ཨ་ནི། ཁོ་ཚོའི་རིགས་ངན་མའི་ཁྲིད་དུ་ཡོང་པ་དེ་ཡ་སྐྱིད་ལ་ཡ་ཨ་ནི་ཕུ་རུལ་བ་ཨ་ཅག་དཔའ་མོ་ཟེར་མཁན་གཅིག་འདུག་ཨ་ནི་ད་ག་ན་ཤི་ཨ་ཅག་མིང་ཆུང་བདག་སྤྱོད་པ་རེད་ཞའོ་འདི་འདྲས་བྱས་འོང། ཁོ་ཚོ་དེ་རམ་ས་ལ་ལ་རྔན་མ་རྔན་མ་ང་ཚོ་སྤུ་གུ་ཆུང་ཆུང་གམ་རེད་ཞབས་བཤད་ཅིག་ཚད་ལོང་ང་དངོས་གནས་ཅིག་མགོ་ནས་ཞུགས་པོ་ཏུ་འཁྲབ་རྒྱུ་ཡོད་པ་འདི་འདྲས་འོང། འདི་ཚོ་མང་ཆེ་བ་ཁོ་ཚོ་འདི་འདྲས་ས་རེད་ཞག་བྱ་ཚ་ང་ཚོའི་གི་མ་ང་ཅིག་ཁོ་ཚོའི་ཁྲིད་ནས་ཉན་ཨ་ནི་དོ་སྣང་བྱས་ཨ་ནི་ང་ཚོ་ལ་ཡག་ཅིག་ག་རེ་ཡོད་རེད་ཟེར་ན་ད། གཞས་དང་ཞབས་བྲོ་སྒོ་ནས་ཞུགས་པ་དུ་ཁོ་ཚོ་ལ་ཡག་པོ་ཆེ་ཕྲ་བས་ཡོད་རེད་ད་ག་ནང་བཞིན་ཚིག་དུ་ཚོ་འདོན་ཡས་ཡོད་རེད་མེད་པ་དུ་ཚོ་བཀའ་འདྲི་ཞུས་དེ་འདྲས་བྱས་བྱས་དོ་ཡིན་བྱས་བྱས་ཨ་ནི་སོ་སོའི་ལུང་པའི་གཞས་དེ་རང་བཞིན་གྱིས་ངས་ཨ་ནི། འདུ་བྱེད་བཅས་ནི་སྦྱང་ཡས་བྱུང་སོ། སྦྱང་ཡས་བྱུང་བ་ན་ཤིན་བྱེད་དད། ད་ག་འདུ་བྱེད་ནི་བཞག་བཞག་ན་འགྲིག་གི་མི་འདུག་ག་རེ་ཟེར་ན་ག་ཡི་ཁོ་ཆ་ཡས་གས་མི་འདུག་པ་ཨ་ནི་འོང། ད་འདི་གར་བཞུགས་ར་བས་ད་དེ་ནས་ཨ་ནི་འོང། རྗེས་སུ་ང་ཨ་ནི་བདེ་གསོལ་ཟེར་ལན་ལ་བདུན་ཅུ་དོན་བཞི་ནའང་འདུས་པར་སླེབ་རེ། དེ་ནས་ང་ཚོ་ཨ་ནི་སྤྲིང་སྒོ། ནང་ལ་ཡང་ངའི་རོགས་པ་སྨན་པ་རྟ་བོ་བློ་བཟང་དཔལ་ལྡན་ལགས་དང་ཁོ་རང་གི་སྡེའི་ཚར་རེད། ཉིན་རྗེས་ཤིག་ཁོ་རང་ལ་སྐྱེས་ཐོབ་ཀྱི་ཡོན་ཏན་དཔེ་ཡོད་རེད་ཞེས་གདངས་རྩོམ་ཡས་རེད་དང་ན་ཤིས་ཟས་གཅིག་རྩོམ་ཡས་རེད་དེ་ཚོ་ཧང་སང་ཡས་ཡག་པོ་ཡོད་རེད། བྱས་ཙང་ཨ་ནི་འོ། དོན་གྱི་དོན་ཤིག་ནང་ལ་ཡང་ཨ་ནི་རྟ་བོ་བློ་བཟང་དཔལ་ལྡན་ལགས་ཁོ་རང་མི་སྤྱང་པོ་རེད་མཁས་པ་རེད་ཆ་ཚང་འདི་འདྲས་ཀས་ང་ལས་སྡུག་ཟེར་བ་གནང་སོང་ཨ་ནི་ང་གཉིས་གཉིས་ཅིག་ཨེ་འདི་འདྲས་ཡང་འོད་སྡེར་འདི་འདྲས་ཅིག་བསྟོད་ན་འཁོར་བདག་འདི་འདྲས་ཅིག་བསྟོད་ན་ག་འདྲས་འདུག་གས་ཁྱེད་རང་གི་སྲོལ་རྒྱུན་གྱི་གཞས་མང་པོ་ཅིག་བཏང་གནང་གི་འདུག་ཨ་ནི་ཁོ་རང་གི་ཏིའི་ཚེ་ཕྱི་རྒྱལ་རོལ་ཆ་ཡོད་པ་འདི་འདྲས་ཏིའི་ཚེ་བཀྲེས་བྱས་ང་ཚོ་ཅིག་བསྟོད་ན་ག་འདྲས་འདུག་ཟེར་བྱས་གསུངས་སོང་ཨ་ནི་དེ་ནས།

བྱས་ཙང་འོད་སྡེར་དང་པོ་དེའི་ནང་ལ་ཡང་ཨ་ནི་ངས་ག་རེ་ད་ལྟ་ཅིག་ང་ཚོ་ལ་སྟོད་སྐོར་ལ་ངས་ཞོད་པའི་ཡིན་ན་ཞུ་གི་ཡོད་ཨ་ནི་ད་ཅིག་དང་པོ་དེའི་ནང་ལ་ཡང་ཨ་ནི་རྒྱ་མཚང་རིག་གི་ཟེར་ཟེར་ཏེ་ཅིག་བཏོན་པའི་ཡིན་ཨ་ནི་ད་ག་ནང་བཞིན་ཆང་ལོ་ཁང་གསར་དཀར་པོ་ཟེར་ངས་ཅིག་བཏོན་པའི་ཡིན་ཨ་ནི།

ཨེ་ནི་འོ་སྦྲ་འཇུག་བྱས་བྱས་སྟོན་ཡ་བྱུང་སོང་ད་དུས་དུས་གཞི་ནས་ང་རང་ཚོའི་ལ་སྟོད་ཀྱི་གཞས་དེ་ཡོད་ཨེ་ཡོད་རེད་ཚང་མ་བློ་བཏང་ཨེ་ཡོད་དེ་འདི་འདྲ་ཡོད་དེ་ནས་ཡ་འབུར་འདོན་བྱས་དེ་ངའི་བསམ་པར་དུས་དུས་བྱུང་སོང་བསམ་གྱི་འདུག་འདི་ང་རེད་ཀྱི་ཨེ་འདུག་བྱས་བྱས་བྱུང་ང་དེ་སྐོར་ལ་ཡ་འོ་ནི། སོ་སོ་སྤོབས་པ་འདྲ་པོ་ཞིག་བསྡད་ཡོད་གར་སེ་ན་ནི་ང་ཚོ་ལས་གཞས་དང་ཞབས་བྲོ་མང་པོ་ཚིག་ཡོད་དེ་ཡིན་ནའི་ཁོ་ཡང་སྟོན་མ་ཐུབ་ན་ཁོ་སེམས་འགྲོ་ཡས་ཀྱི་མ་གཏོགས་དོན་ཡས་ཁས་མི་འདུག་འོ་དེ་འདྲས་རེད་པོ་ཆགས་སོང། ཨ་ནི་དེ་དེ་བཞིན་གྱི་ཨ་ནི་ང་ཚོའི་གི་ད་དབུས་སྔོན་ཚོད་ལ་ཆ་བཞག་ན་ང་ཚོའི་དགེ་རྒན་བཀའ་དྲིན་ཆེན་པོ་ཀླུ་ཙཱ་ལགས་རེད་ད་ག་ན་བཞིན་ད་ང་ཚོ་ལ་བོད་ཡིག་ལབ་མཁན་བོད་ཀྱི་སྐུ་དྲག་རྣམ་པ་ཚོ་ཡོད་རེད་ད་ག་ན་བཞིན་འདི་འདྲས་བྱས་བྱས་ཡོད་དུས་བཙན་པ་བསླབ་བྱ་འབྲས་བུ་ག་ལ་གང་འཚམ་དུས་དུས་ཙམ་པོ་ཡག་པོ་བྱུང་ཡོད་རེད་ཨ་ནི། འོ། བོད་ཀྱི་ནང་མ་སྟོད་གཞས་དེ་འདྲས་ང་ཚོས་སྟོད་གཞས་སྲུང་བརྩི་ཡ་ལ་སི་ཡ་ལ་སོགས་པ་དང། གམ་པ་ལ་མོ་ཞུ་ཡ་ལ་སོགས་པ་ལ་ཨོ་ད་དེ་སྐད་དེ་ཚང་མ་སྒྲ་འཇུག་བྱས་རྗེས་སྟོན་ཐུབ་པ་བྱུང་སོང་ཤོད་ཡིན་དུས་དུས་ཙམ་པ་ད་ཕལ་ཆེར་སྤྲིན་སྐོར་དེ་སྐད་དེ་སྐད་གྲགས་ཆེ་ཤོས་འདྲ་པོ་ཆགས་རེད། དུས་དུས་གཞས་དེ་འདྲས་བྱས་འགྲིག་འོད་སྡེར་དང་གཅིག་འཁོར་ཐག་ད་དེ་འདྲས། སྟོན་མཁན་ཕལ་ཆེར་གཞན་པ་ཡོད་མ་རེད་ཆ་ཚང་འདི་འདྲས་ཀས་ཨ་ནི། ཁོ་མི་མང་ཚོ་ཐུགས་ལ་བབ་པོ་དང་གཉེན་ཚོ་ལ་སྒྲོག་པོ་དང། ཅིག་རྟག་པ་ཅིག་ད་འདི། གར་སོག་རེད་སེང་ཡ་འདྲ་པོ་འདི་འདྲས་ཆབ་རེད་ཞུ་ཡ་ཡིན། བཙལ་བཙལ་ད་ངས་ཡང་རྡ་རམ་ས་ལ་ནས་ཁོང་ཚོའི་ཞབས་ཕྱི་མཁས་པ་དང་དེ་སྐད་དུ་སྐོར་འདི་འདྲ་ཞུས་པར་ད་ག་ན་བཞིན་ཨ་ནི་སྔན་མ་ནས་རང་ནས་མཁས་པ་དཔེ་ཡོད་རེད་ད་ལྟ་ངས་ངོ་བཞིན་པ་ཡང་གང་བྱུང་ཙང་ཚེ་རིང་རྒྱ་མཚན་ཞུ་ཡས་ཅོར་ལྟ་ཡ་གཅིག་ཚིག་གཅིག་གར་སོ་རེད་འདི་འདྲས། ཞབས་བྲོ་འཁྲབ་བཟོ་གཟུགས་པོའི་འཁྱེར་བཟོ། འོ་ད་ཅིག་རྐང་པའི་འཁྱེར་བཟོ་འདི་རྒྱལ་ཐེབས་པས་མ་ཟེར་ཡག་པོ་ཡོད་རེད་ཁོ་རང་མཚན་ལས་གང་བྱོན་ཙང་ཚེ་རིང་རྒྱ་མཚན་བཞུགས་ཀྱི་ཡོད་རེད་ཡིན་ནའི་ད་ལྟ་དེ་སུ་དགོངས་ལུས་ཡག་འདྲེ་བོར་བ་ནི་ཞབས་བྲོ་བརྒྱུད་གས་དེ་ག་ཚེ་ཡག་པོ་མི་འདུག་དེ་འདྲས་ཀྱི་རེད་བྱས་ཙང་ཁོས་མ་གཏོགས་གཞན་ངོ་རོགས་པ་རེ་བོ་བྱས་ནས་ཞབས་བྲོ་འཁྲབ་ཡོད་ན་དཔེ་མ་ཟེར་བདེ་བོ་དང་དེ་འདྲས་ཡོད་བྱས་ཙང་འདི་ཚོ་ཡ་ཅིག་འཁྲབ་འཁྲབ་དུས་བཙན་པོ་སྐུ་གཟུགས་འཁྱེར་སྟངས་དང་འདི་རྒྱལ་འདི་གཙོ་བོ་བྱེད་རེ་ནི་ད་བྱུང་ན་ད། ང་འདི་པད་མ་སི་ཡག་པོ་གོ་རུ་བ། འོ་དེ་འདྲའི་འགྲོ་བགྱི་རེད་བསམ་གི་འདུག་ད། ནི་ངས་ཕལ་ཆེ་དེ་འདྲས་ཞུས་པ་ཡིན་ན། བྱས་ཙང་བ་ད་ཞབས་བཤད་ག་ལ་གང་འཚམ་ཅིག། འོད་སྡེ་ནང་ལ་བཞག་ཐུབ་ཡོད་རེད་དེ་ནང་ལ་རོལ་བྱ་ད། ནི་ད་ག་ནང་བཞིན་ཅིག་གར་སོ་སྐད་ད། དེ་དུས་ད་ལོ་ཡི་དུས་ཆུང་བ་རེད་སྐད་དེ་ཚོ་སྙན་ཆ་མཐོ་པོ་ཡོད་རེད་དེ་འདྲས་བྱས་བྱས་ད་ལ་དུས་ཀྱི་ང་རང་ཚོའི་ཞབས་ཕྱི་ད་ཚིག་དེ་གྱ་དེ་གསར་པ་བཟོས་ཡས་རེད་པོ་དེ་འདྲས་གན་མ་རེད་གཞས་དེ་ཚོ་ཡི་རྙིང་པ་ཤ་སྟག་རེད་དེ་འདྲས་ཀྱི་ཐོག་ནས་ངས་བསམ་བློ་བཏང་བྱས་ནས་ད་ང་ཚོ་ག་ལི་ག་ལི་དེ་གྱ་དེ་ཅི་རུག་རུག་བྱས་དེ་འདྲས་ནང་ལ་ཉམས་མ་ཐུབ་པ་ཡིན་ན་ཨེ་ནི་ད་ང་ཚོ་ཏི་སེ་རྒན་པོ་ཚོ་གྲོངས་འགྲོ་དུས་བཙན་པ་ཁུངས་འཁྱོལ་རེ་བྱས་དེ་འདྲས་བྱས་བྱས། བྱེད་ངན་ཡོང་ས་མ་རེད་བསམ་པའི་དེ་འདྲས་ཀྱི་བསམ་བློའི་ནང་ལ་འཁོར་བཅས་ནི་འོ། མུ་མཐུད་ནས་ལས་ཀ་དེ་བརྒྱད་དེ་བྱེད་ཐུབ་པ་བྱུང་སོང་འོ་དེ་འདྲས་ཀྱི་བྱུང་སོང་ཞུས་ཡས་ཡིན་ད་དེ་བསམ་བློ་དེ་འདྲས་ཀྱི་འཁོར་ར་དེ་ད་དུས་ད་ལྟ་ཡིན་ན་ངས་དཔེ་ཡག་པོ་བྱུང་ཤག་བསམ་གྱི་འདུག། ཨ་ནི་བྱས་ཙང། ད་ད་ལྟ་ངས་འདི་ནས་མ་གཅིག་ང་རང་ཚོའི་མི་རབས་རྒན་པ་ཚོའི་ནང་ལ་རྡ་རམ་ས་ལ་ལ་ཡོད་པ་དེ་གཙོ་བོ་རབ་བྱེད་གྱུར་ཅེས་ཨ་ནི་ཏི་ཡེས་ཏིས་རབ་བྱེད་འདུག་ཞེས་སྐོར་ལ་ཞུས་བས་ད་འདོད་ད་ངས་ད་ལྟ་ཁོ་རང་ཚོ་ཕྱིར་ལོག་ལ་ཨོ་རི་ས་རི་ད་ག་ན་ཞིག་ད་འདི་བ་མང་པོ་ལ་ཡ་མི་ཞབས་བཤད་མཁས་པ་མང་པོ་བྱུང་ཡོད་ཀྱི་རེད་འདི་ཚོ་མཉམ་དུ་འབྲེལ་བ་བྱས་བྱུང་ཡོད་མ་རེད། ཨ་ནི་བྱ་ཚང་འདི་ཚོ་ཅིག་རྒྱ་རུ་ཁྱེར་ཐུབ་ཡོད་མ་རེད། བྱ་ཚང་གཞན་འདིའི་གི་ཚད་གི་མར་ང་ཚོ་བོད་པའི་གི་གང་དོན་ནས་ལོ་བརྒྱ་དང་བརྒྱད་གང་མེད་ན་ལོ་བརྒྱ་དང་བརྒྱད་ཟེར་དེ་འདྲ་གསུང་ཡས་འདུག་བ་དེ་འདྲ་ཡོད་ཀྱི་རེད་གསུང་གི་འདུག་ཡིན་ནས་ད་གང་ད་མ་འདི་ད་འདི་བར་དུ་ད་ངས་དུ་བཤད་ཡོད་དེ་རུ་གར་སོ་རེད། ཁ་ཤས་ཤིག་ཏུ་བསྟུན་ཡས་བྱུང་སོང་གངས་ཅན་བོད་ཀྱི་བསྟན་པ་ཞུ་ཡས་དང་ཨ་ནི་ལྟ་ཅིག། བོད་དེ་ཕལ་ཆེ་ལ་སྟོད་ཀྱི་འདི་དང་འབྲེལ་བ་ཆད་ནས་གསུམ་བཞི་སྟེང་སྤྲིན་དགུ་ད་ཡས་བྱས་སྟབས་ཕལ་ཆེ་དགུ་བཅུ་འདི་འདྲ་ཆགས་འགྲོ་གི་རེད་འོ་འདི་འདྲས་བྱུང་སོང་ཞུ་ཡས་ཡིན། ཞུས་བཟང་ད་འོང་འདི་འདྲས་འདི་འདྲས་བྱས་བྱས་ད་སྐད་སྒྲ་རུ་ཆིག་ཆེན་པོ་ཆགས་འདུག་བྱས་དུས་བཙན་པོ་ཨ་ནི་ངས་ག་རེ་བསམ་བསམ་ཟོ་ཟེར་ན་ད་ངས་ད་ཅི་ངེས་ལ་ཞུས་པས་ཁོང་ཚོ་གོང་མ་འདི་སྐད་འདི་ཚོ་གི་གཞས་འདི་སྐད་དེ་འདི་འདྲ་ཟེར་བྱུང་བ་རེད་ད་འདི་ད་ལྟ་བར་དུ་སློབ་སྦྱོང་རུ་བྱས་དོ་སྣང་རུ་བྱས་བྱེད་ངེས་ཕལ་ཆེར་ང་རང་ཅིག་ཨེ་ཁུང་ཁྱོད་བར་བར་ཆག་བཞག་བསམ་གི་འདུག་ཨ་ནི་ཁོང་ཚོ་ལ་ཡང་ཨེ། ཐུགས་རྗེ་བཀའ་དྲིན་ཆེན་པོ་ཆེ་ཞུ་ཡས་དང་ཨེ་ནི། འདིའི་མི་རབས་འདི་ང་དྲུག་ཅུ་རེ་གསུམ་ཚོ་ལོ་ནས་སྡོད་ཁང་ནང་བསྡད་བར་བ་དེ་བྱས་དུས་མི་རབས་འདི་ཁྱོད་ཀྱི་གྲོངས་ཚར་མི་རབས་འདི་རྒྱ་འདི་གི་རིག་གཞུང་འདི་ངས་གི་ཉག་ཐུབ་བཞག་བསམ་བསམ་འདྲ་པོ་ཞིག་འདུག་ཨ་ནི་དེ་རིང་བཀའ་བཟང་ཕྱིར་ལོག་ལ་ཕར་ཚུར་འགྲོ་དུས་བཙན་པོ་ཞབས་གཞས་བཏང་བྱེད་དུས་བཙན་པོ་གཅིག་པ་བྱས་འཁྲབ་ཐུབ་ངེས་ཕལ་ཆེར་རྐུན་པོ་ག་ལ་གང་འཚམས་འདུག་འདི་ཡིན་དུས་བརྩམས་པ་དུས་ད་ལྟ་ཡིན་ནས་ད་མ་འོངས་པ་ལ་ཡ། ཅིག་ལོ་ཆུང་ཚོ། ཕན་ངེས་ཡོད་ན་དོ་སྣང་གནང་མཁན་ཡོད་ན་ཨེ་ནི་འོ་ད་ཞབས་བཤད་ག་ལ་གང་འཚམས་ཅིག་ད། ལྷན་རྒྱས་ཚོ་ད་ལ་སྡོད་ཀྱི། ཞེས་ང་རང་ཚོའི། ཞབས་བཤད་འདི་ཚོ་ལས་དོ་སྣང་ཆེན་པོ་གནང་ང་དང་ཨེ་ནི། ཅིག་གསན་འཇོག་མང་པོ་གནང་འདི་འདྲའི་ཐོག་ལ་ཡང་ཨ་ནི་ངས་བཀའ་དྲིན་ཆེ་ཞུ་ཡས་ཡིན་ཨ་ནི་ཕལ་ཆེར་ད་ངས་ས་ར་རེ་བོ་མ་ང་གས་དེ་ལས་ལྷག་ཅིག་ང་ཕལ་ཆེར་ཞུ་ཡས་གས་མི་འདུག་ངའི་ལོ་རྒྱུས་ནི་ལྷན་རྒྱས་ཚོ་དད་ཅིང་དད་འདའ་ཚེ་བརྟན་བཀྲ་ཤིས་ལགས་གས་དཔེ་གསལ་པོ་ཞིབ་པོ་ཅིག་གསུངས་གནང་སོང་དེ་ལས་ལྷག་ཙམ་ང་ཞུ་ཡས་མི་འདུག་ཨ་ནི་འོ་ངས་རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་བཅས་འོ་འདི་འདྲ་ཞུ་ཡས་ཡིན།